རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས། ངས་དེ་རིང་འདི་ནས་ལས་འགུལ་གྱི་སྒྱུ་རྩལ་ཟེར་བྱེད་ཀྱི་ཐོག་ལ་བསམ་ཚུལ་ཁ་ཤས་ཞུས་ན་བསམ་བྱུང། ཚང་མས་མཁྱེན་གསལ་ལྟར་ཉེ་ཆར་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཞི་མི་གི་སྒྲོལ་དཀར་གྱི་དྲ་རྒྱའི་ཉོག་དྲ་ཞིག་ཡོད་བསྡད་པ་དེ་ལ་ང་ཚོ་ལན་འདེབས་གསར་ཤེས་ཀྱི་ལས་འགུལ་མང་པོ་སྤེལ་ཡོད་རེད། དེ་རིང་སྦེལ་ཀོབ་ས་གནས་ནས་གླིང་དགུའི་སྤེལ་བ་དེ་ལ་གོ་སྒྲིག་ཚོགས་ཆུང་གི་ངོས་ནས་དར་དཀར་པོ་གླིང་དགུའི་གཞས་ཞེས་མིང་བཏགས་ཡོད་རེད་དེ་ལ་ཚོང་དོན་གསུམ་ཡོད་རེད་དེ་གཙོ་བོ་ང་ཚོ་གི་མིང་དེ་གི་དམིགས་ཡུལ་དེ་ཚོང་དོན་མ་རེད། འོ་ན་ག་རེ་རེད་ཟེར་བ་ཡིན་ན་དེའི་ཐབས་ལམ་གཅིག་རེད་ཐབས་ལམ་དེ་ག་ནས་རྙེད་པ་རེད་ཟེར་བ་ཡིན་ན་ཆབ་སྲིད་རིག་པའི་ཕ་ཡག་ནེ་ཀོ་ལོ་མེ་ཀེ་ཝེ་ལིས་ཀྱིས་བརྩམས་པའི། རྒྱལ་སྲས་ཟེར་ཡག་གི་དེབ་དང་ཨིན་ཇི་ཚིག་ལ The Prince ཟེར་ཡག་གི་དེབ་དེའི་ནང་དང་དེ་ལས་འཕྲོས་པའི་ནི་རྒྱལ་བན་གྱི་ཞབས་སྲིད་པ་ཆེན་པོ་ཡཱ་པི་ཐེ་ཇུས་ཀྱི་ཞབས་སྲིད་ཀྱི་འགུལ་སྐྱོད་ཀྱི་ཐབས་ལམ་ནང་ནས་ང་ཚོ་བླངས་བསྡད་པ་ཞིག་ཆགས་ཀྱི་ཡོད་རེད། ཞེ་སྡང་དེ་རིང་གི་ལས་འགུལ་འདི་ཆབ་སྲིད་ཀྱི་ལས་འགུལ་མིན་ན་ཡང། ངོ་རྒོལ་གྱི་ལས་འགུལ་གྱི་རྣམ་པ་དེ། རིགས་ལམ་གཅིག་འཕེལ་གྱི་ཐོག་ལ་ཡོང་གི་ཡོད་པ་ཡིན་ཙང་དེ་ལ་བེད་སྤྱོད་བཏང་བ་རེད། ད་དེ་འདྲའི་བྱེད་དགོས་ཡག་གི་རྒྱུ་མཚན་ག་རེ་རེད་ཟེར་བ་ཡིན་ན།

ཚང་མས་གུས་ཞབས་ཚ་བོ་མ་མཐོང་བ་ཡིན་ཙང་ད་མི་ཉུང་ཤས་ཤིག་གིས་རྒྱབ་གཏད་པའི་རྣམ་པ་རང། གཉིད་གཅིག་ཏུ་འཁྲུལ་འགྲོ་ཡག་དང་སེམས་གཅིག་ཏུ་འཁྲུལ་འགྲོ་ཡག་གི་སྐྱོང་བྱ་ཐུབ་ཡོད་རེད། ད་ལྟ་ང་ཚོ། གར་སེ་གོ་རེ། སྒྱུ་རྩལ་གྱི་ཐབས་ལམ་དེ་བེད་སྤྱོད་བཏང་ཐུབ་པ་ཡིན་ན། གཅིག་རྒྱ་རུ་བསྒྱུར་ཡག་དང་བརྒྱ་སྟོང་རུ་བསྒྱུར་ཡག་གི་ཐབས་ལམ་ཡོད་རེད། དཔེར་ན་མི་བརྒྱ་ཐམ་པ་ཡོད་པ་ཡིན་ན་དེ་རིང་དུག་ལོག་དཀར་བོ་དཀར་ཀྱང་ཁོང་ནི་མེ་སོར་ལ་མཁན་པོ་ཞིག་སོང་བ་ཡིན། སང་ཉིན་དམར་བོ་དམར་ཀྱང་གནངས་ཉིན་ལྗང་གི་ལྗང་ཀྱང་ཁོང་པ་ཡིན་ན། མིག་གི་གསལ་ལམ་ཁག་ལས་མཐོང་ཐུབ་པའི་རྣམ་གྲངས་མི་འདྲ་བ་མང་པོ་ཞེ་བོ་ཞིག་ཡོད་པ་ཞིག་མཐོང་གི་ཡོད་རེད། དེ་འདྲའི་རྣམ་གྲངས་ཀྱི་གྱེར་ཡག་གི་གཞི་འདི་རེད། ད་འདིའི་ནང་ལ་ངས་རེ་རེ་བཞིན་དུ་བསྟན་མི་དགོས་པའི་ཐོག་ནས། ད་ལྟ་འདི་ངོ་རྒོར་གྱི་ནང་ལོགས་ལ་ཤ་མོ་དམར་པོ་ཁོང་པའི་གི་ངོ་རྒོར། ནི་ཧོང་ཀོང་གི་ཉི་གདུགས་སེར་པོ་གི་ངོ་རྒོར། ཡང་ཧོང་ཏོང་གི་དེ་གར་སའི་འཕྲེད་དར་སེར་པོ་གི་ངོ་རྒོར་འདུག་ག་དེའི་ནང་ལས་རྣམ་འགྱུར་ག་རེ་མཐོང་གི་འདུག་ཟེར་བ་ཡིན་ན། དུག་ལོག་གོང་ཐང་གི་ཆ་ནས་མ་འདྲ་བ་ཞེ་ཡག་ཡོད་རེད། ཁྲའི་དར་གྱི་ཚོན་མདོག་གི་ཆ་ནས་མ་འདྲ་བ་བྱས་ཡོད་རེད། ཨ་ནི་བང་སྒྲིག་སྟངས་ཀྱི་ཆ་ནས་མི་འདྲ་བ་བྱས་ཡོད་རེད། བང་སྒྲིག་སྟངས་ཀྱི་ཆ་ནས་ད་རེས་གོང་དུ་བཤད་པའི་ཨ་ནི་ཚང་མ་དཀར་བོ་དཀར་ཆ་དཀར་སེར་རིམ་པ་མང་པོ་ཞིག་སྒྲིག་སྟངས་ཞིག་འདུག་བ་ད་དེ་ཚོན་མདོག་དུ་སོག་ཐོག་ལས་མཚོན་གི་ཡོད་རེད་ཟེར་བཤད་གི་ཡོད། ད་འདས་ནས་ང་ཚོ་ག་རེ་ཞིག་འགོག་ཡོད་རེད་ཟེར་བ་ཡིན་ན་ད་ལྟ་ཙམ་མ་ཡིན་པར་འབྱུང་འགྱུར་མ་འོངས་པ་ཡང་ང་ཚོ་ནི། ག་རེ་ཟེར་ན་མི་རེ་རེས་པར་ལས་འགུལ་སྤེལ་གི་ད། ལས་དབང་ཞིག་ཆགས་བསྡད་པ་ཡིན་པ་ཡིན་ཙང། ག་འདྲའི་གི་ལས་འགུལ་སྤེལ་བ་ཡིན་ན་ཡང་དེའི་གཞི་ལ་སོང་ཡག་ཏུ་གལ་ཆེན་པོ་རེད་དེ་འདྲ་བྱས་པ་ཡིན་ན་དོན་དག་ཆུང་ཆུང་སེ་གོ་མ་རེད་པ་ལས་ཀ་ཆུང་ཆུང་ཞིག་གི་ནང་ལས་ང་ཁྱབ་བསྒྲགས་ཆེན་པོ་འགྲོ་ཡག་ཞིག་ཡོད་རེད། ཡང་ན། དེ་མ་ཤེས་པ་ཡིན་ན་ཕྱོགས་ཡོངས་ནས་དཀའ་ལས་མང་པོ་ཞིག་བརྒྱབ་འགྲོ་སོང་མང་པོ་ཞིག་སྟོང་པ་ཡིན་ན་ཡང་རྒྱས་བཤུས་ཐོག་ལ་སླེབས་འོང་དུས་འདྲ་བོ་འདྲ་བོ་ཞིག་དང་རྣམ་གྲངས་གཅིག་ད་གིན་གིན་གོང་དུ་ཞུས་པ་ནང་བཞིན་རྒྱ་གཅིག་ཏུ་འགྱུར་ཡག་གི་གྱོང་གུད་དེ་རག་གི་རེད་ཐབས་ལམ་དེ་ཤེས་པ་ཡིན་ན་གཅིག་རྒྱ་རེ་འགྱུར་ཡག་གི་ཐབས་ལམ་དེ་ཡོད་རེད། འོ་དེ་ནི་དོན་དག་གཉིས་པ་དེ་ང་ཚོ་འབོ་ཚིགས་དེ་རེད། ད་འབོ་ཚིགས་དེ་གལ་ཆེན་པོ་ཡིན་པ་དེ། མི་ཕལ་བ་ཕལ་ཤེས་པ་དེ་རྗོད་བྱེད་ཀྱི་སྒྲ་གི་རྗེས་སུ་འབྲང་གི་ཡོད་རེད་དེ་ཡོད་པ་དེ། ང་ཚོ་གི་སྲོལ་རྒྱུན་ཚད་མ་རིག་པའི་ནང་ལ་བཤད་ཡོད་རེད་དེ་ཞེས་བྱ་བ་དེ་དཔེ་ཆའི་ནང་ལ་མ་ལུས་པའི་ཆེད་ནས་འཚོ་བའི་ནང་ལ་འཕེལ་ཤུགས་བཏང་ཡ་དེ་གལ་ཆེན་པོ་རེད། དེ་འདྲའི་སོང་ཙང། ད་རེས་ཀྱི ྋགོང་ས་མཆོག་གི་མཚན་གནས་དང་འབྲེལ་བའི་སྐབས་སུ་ང་ཚོ་འབོ་ཚིགས་དེ་གོང་ས་མཆོག་གི་མཚན་གནས་སྲུང་སྐྱོབ་བྱེད་ཡག་དང། བོད་མི་རིགས་ཀྱི་སེམས་ལ་ཕོག་ཐུག་བྱུང་བ་ཙམ་ཞིག་འབོད་ཚིག་ཡིན་པ་ཡིན་ན་ཧ་ཅང་གི་ཁྱབ་ཆུང་བ་རེད། དེ་ག་འདྲས་རེད་ཟེར་བ་ཡིན་ན་ད་རེས་ཀྱི་གནས་སྟངས་འདི་འཛམ་གླིང་ཞི་བདེ་ཡོད་མེད་ཀྱི་གནས་སྟངས་ལ་ཐུག་བསྡད་ཡོད་རེད། དེས་མ་ཚད་ནང་པ་ཙམ་མ་ཡིན་པའི་ཆོས་ལུགས་པ་ལ་ཆེ་མཐོང་ཡོད་མེད་ཀྱི་གནས་ཚུལ་དུ་ཐུག་བསྡད་ཡོད་རེད། འབོད་ཚིག་དེ་འདྲས་ཞིག་བཞག་པ་ནི་ཕན་ཐོགས་ག་རེ་ཡོད་རེད་ཟེར་ན་འཛམ་གླིང་ཞི་བདེའི་ཟེར་གྱི་སྐད་ཆ་དེ་གོ་ཡོང་དུས་མི་ཚང་མས་ཀྱི་སེམས་ཀྱི་ནང་དོན་ལ་ཚོར་བ་དེ་སླེབས་ཡོང་གི་ཡོད་རེད། དེ་ནས། སྤྱིར་ཆོས་ལུགས་ཡོངས་རྫོགས་ཀྱི་མཚན་མཐོང་ལབ་འོང་དུས་ནང་པ་ཙམ་མ་ཡིན་པར་ཁ་ཤས་དང་ཧིན་དི་དང་ཚང་མས་ཀྱི་སེམས་ཀྱི་ནང་ལོགས་ལ་ཅིག་སླེབས་ཡོང་གི་རེད་དེ་སླེབས་ཡོང་ཡ་དེ་ཚང་མ་ང་ཚོ་གི་རྒྱབ་སྐྱོར་རེད། བྱས་ཙང་གི། འདི་འདྲིའི་གི་གནས་སྐབས་སུ། ཚིག་བེད་ཤུགས་བཏང་སྟངས་ཀྱི་ཆ་ནས་སུ་རང་ཕྱོགས་སུ་འགུག་ཡ་བྱེད་ཡ་དེ་ཤི་དྲག་གི་གལ་ཆེན་པོ་རེད། འོ་དེ་འདྲའི་འདྲ་བོ་ཞིག་རེད་བསམ་གི་འདུག། ཨོ། དེ་འདྲའི་སོང་ཙང་ནི་ཚང་མས་གི། གནམ་ཆོས་བེད་སྤྱོད་བཏང་ནས་ཐོང་ཐང་ལྡན་པ་ཞིག་ཆགས་ཡག་གི་རེ་བ་ཡོད། ཐབས་ལམ་ཡག་པོ་ཞིག་བེད་སྤྱོད་བཏང་ཤེས་པ་ན་མི་ཉུང་ཉུང་ཅིག་དང་དུས་ཚོད་སྐར་མ་ལྔ་གི་ནང་ལོགས་ལས། སྒྱུ་རྩལ་དང་ལྡན་པ་ཞིག་བྱེད་ཐུབ་པ་ཡིན་ན་ཧ་ཅང་གི་ཁྱབ་བསྒྲགས་འགྲོ་ཐུབ་ཡག་དང། ཐབས་ལམ་ཡག་པོ་ཞིག་བེད་སྤྱོད་མ་ཐུབ་པ་ཡིན་ན་མི་བརྒྱ་ཕྲག་སྟོང་ཕྲག་མང་པོ་ཉི་མ་མང་པོ་དཀའ་ལས་བརྒྱབ་ན་ཡང་གྲུབ་འབྲས་མི་མཐོང་པའི་གནས་ཚུལ་དེ་འདྲས་ཤི་ཡོད་རེད། དེ་འདྲའི་སོང་ཙང་ནི་ཚང་མས་གི། དེ་དེ་ལ་ཐུགས་བསམ་བཞེས་རོགས་གནང། ང་རང་གི་བསམ་ཚུལ་དོན་ཚན་ཞུས་པ་ཡིན། ཚང་མ་ལ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།